སྟག་ལྤགས་ཀྱི་གདན། རྩོམ་པ་པོ། Gerald Rose། བོད་བསྒྱུར་བསོད་ནམས་དབང་རྒྱལ། སྔ་མོ་ཞིག་ལ། སྟག་ཧ་ཅང་སྐམ་པོ་ཞིག་ནགས་ཚལ་གྱི་མཐའ་ན་སྡོད་ཀྱི་ཡོད། ཁོ། ལོ་རྒས་བཞིན་ཟས་འཚོལ་བར་དཀའ་ངལ་ཡོད་པས། སེམས་སྡུག་ཆེ་ལ། སྐམ་རིལ་ཅན་ཞིག་ཏུ་གྱུར་ཡོད། སྤྲེའུ་རྣམས་ཀྱིས་ཁོ་ལ་སྟར་ཀ་ཞུས་ནས་འཕྱ་སྨོད་བྱེད་ཀྱི་ཡོད། མཚན་མོར། ཁོས་རྒད་པོའི་ཕོ་བྲང་ཕྱོགས་སུ་ལྟ་བ་དང། མཚམས་རེར་སྒེའུ་ཁུང་ནང་ནས་རྒད་པོ་དང་རྒད་པོའི་འཁོར་གྱིས་དྲོད་སྐྱིད་ལྡན་པའི་ངང་ཞལ་ཟས་ལ་རོལ་བར་ལྟ་ཡི་ཡོད། ཁོས་ཁོང་ཚོའི་མཉམ་དུ་གཞུང་སྡོད་བྱེད་ཀྱི་ཡོད། ཉིན་ཞིག། ཁོས་ཕོ་བྲང་གི་ལྡུམ་རའི་ནང་དུ་གཡོག་པོ་ཞིག་གིས་ས་གདན་ཕྱག་རྡུང་བྱེད་པར་བལྟས་ཏེ་བསྡད། ས་གདན་གཅིག་ནི་སྟག་གི་པགས་པ་རེད། ཁོ་ལ་ཐབས་ཤེས་ཤིག་རྙེད། གཡོག་པོ་དེ་ཁ་ཕར་འཁོར་དུས། ཁོ་རྩིག་པའི་སྒང་ལ་མཆོངས་ནས། སྟག་ལྤགས་རྙིང་པ་དེ། ཚེར་དུམ་ཞིག་གི་འོག་ཏུ་སྦས། དེའི་ཚབ་ལ། ཁོ་རང་ཐག་པའི་སྒང་ལ་དཔྱང་ཁྱུལ་བྱེད། གཡོག་པོ་དེས་མུ་མཐུད་དེ་ས་གདན་རྣམས་ཕྱག་རྡུང་བྱེད། སྟག་དེ་ས་གདན་གཞན་པ་ལས་བཙོག་པ་དང་རྙིང་པར་མཐོང་ནས། ཁོ་ལ་ཤུགས་ཆེན་པོས་ཕྱག་རྡུང་བྱེད། མཐའ་མ་དེར། གཙང་རེ་རེ་བཟོས་རྗེས། གཡོག་པོས་ས་གདན་ཚང་མ་ཕོ་བྲང་ནང་དུ་ཁྱེར་ནས་བཏིང། རྟགས་དེ་གསོལ་ཚིགས་གང་དུ་བཏིང། ཏོག་ཙམ་རྗེས། རྒྱལ་པོ་དང་འཁོར་རྣམས་དགོང་ཟས་བཞེས་པར་ཕེབས། ཁོང་ཚོས་འགྱོད་སྒྲ་ལྷང་ལྷང་ངང་དགོང་ཟས་ལ་རོལ། རྟགས་དེ་ཁོང་ཚོ་མཉམ་དུ་སྡོད་རྒྱུ་བྱུང་བར་དགའ་ཚོར་སྐྱེས། ཁོ་སྔར་གྱི་པགས་གདན་རྙིང་པ་དང་འདྲ་བར་སྲབ་པོ་དང་སྙིང་གོག་ལྟ་བུ་ཡོད་པས་ཁོང་ཚོས་དོ་སྣང་མ་བྱུང། གསོལ་ཚིགས་གྲུབ་ནས་ཁོང་ཚོ་ཚང་མ་ཕྱིན་པ་ན། རྟ་རྒན་ཁོ་མཆོང་ལྡིང་བྱས་ཏེ་སོལ་ལག་ཚང་མ་གཅིག་ཀྱང་མ་ལུས་པར་བཟས། དེ་ནས་བྱ་བཏུང་གཉིས་སྐྱིད་པོ་ཞིག་ཁུག་ཐབས་བྱེད། དེ་ནི་ཧ་ཅང་སྐྱིད་པའི་འཚོ་བ་ཞིག་ཡིན་པས་མུ་མཐུད་སྐྱེལ་དགོས་སྙམ། ཁོ། ཉིན་ལྟར་རྒད་པོའི་འཁོར་དང་ལྷན་དུ་ཤི་བ་དང། མཚན་མོ་ནམ་ཡིན་ལ་སོལ་ལག་རྣམས་ཟས་ཤིང་བྱ་འཐུང་ནས་བསྡད། ཡིན་ན་ཡང་མི་སུ་ཞིག་ནང་དུ་འཛུལ་མ་ཐག་ཁོས་འགུལ་ཙམ་ཡང་མི་བྱེད་པར་ཟབ་ཟབ་གཟིགས་གཟིགས་བྱེད་ཀྱི་ཡོད། རྟགས་དེ་སྐམ་པོ་དང་སྙིང་གོག་ལྟ་བུ་ཡོད་པས། ཐོག་མར་སུས་ཀྱང་ཁོ་སྟག་ལྤགས་ཀྱི་གདན་མིན་པའི་དོགས་པ་མ་བྱུང། རྒད་པོས་རང་གི་སྲས་བསོད་ནམས་ལ་སྟག་ལྤགས་དེ་སྟག་ངོ་མ་ཡིན་མདོག་གིས་རྩེད་མོ་རྩེ་བ་དང། ཁོང་ཚོས་ཀྱང་རྟགས་གསོན་པོ་ཞིག་ཡིན་མདོག་བྱེད། འོན་ཀྱང། ད་ལྟ་སྔོན་མ་ནང་བཞིན་སྐམ་པོ་མེད་པས། རྟགས་གོ་སེམས་འཚབ་སྐྱེས། ཉིན་ཞིག། རྒད་པོས། ཨ་ཡ་མཚན། སྟག་ལྤགས་དེ་སྙིང་དུ་ཕྱིན་པ་སྙམ་དུ་ཆེ་རུ་འགྲོ་ཡི་འདུག། དྲི་མ་ཡང་ཁ་ཡི་འདུག། གལ་སྲིད། གཙང་མ་བཟོས་རྒྱུ་མེད་ན་གཡོ་རྒྱུ་རང་རེད། གསུངས། ཉིན་རྗེས་མ་དེར། གཡོག་པོས། སྟག་དེ་ལྡུམ་རའི་ནང་འཁྱེར་ཏེ། ཆང་མ་རྙིང་མ་ཞིག་གིས། ཁོའི་གཟུགས་པོ་ཡོངས་རྫོགས་ཕུར་ལྟར་བཏང་ནས་བཀྲུས། དག་རྫས་ཀྱིས་ཁོའི་མིག་ཚ་བ་རེད། དེ་ནས། ཁོ། ཉི་མ་ཚ་བོའི་ནང་དཔྱང་ཐག་སྟེང་དུ་བཀལ་ནས་བཞག། གཡོག་པོས་རྟ་རྒན་ཁོ་ཕྱིར་གསོད་རྩིས་ཁང་དུ་འཁྱེར་སྐབས། ཡང་ན་སྟག་ལྤགས་དེ་ཅི་རུ་ཕྱིན་འདུག་ཡང་ན་ང་རང་འགྱེལ་འདུག་ཅེས་ཆིག་ལབ་བརྒྱབ། དེའི་དགོང་མོར། སྟག་གིས་གང་ཡང་མ་བཟས་པ་དང། གཉིད་ཀྱང་མ་ཤོར། ཁོས། མགྱོགས་པོར་རྫུན་རྐུབ་བརྡོལ་རྒྱུ་དང། སྡུག་ཉེས་ན། ཁོ་རང་རྟག་པ་ངོ་མ་ཞིག་བཟོས་ངེས་ཡིན་པའང་ཤེས་ཀྱི་ཡོད། ཁོ་ལ་ཐབས་ཤེས་ག་རེ་ཡོད་རེད། གློ་བུར་དུ། ཁོས་སྒྲ་ཞིག་ཐོས་པས། རྒྱལ་བུ་གྱེང་དུ་བསྲིངས་ཤིང་རྔ་མ་ཁུང། རྐུ་མ་གསུམ། སྒེའུ་ཁུང་ནས་ནང་དུ་འཛུལ་ཡོང་གི་ཡོད། ཁོང་ཚོས་རེ་ཁུག་ཆེན་པོ་ཞིག་གི་ནང་དངུལ་གྱི་སྡེར་མ་དང་རྒྱན་ཆ་སོགས་རིན་ཐང་ཅན་གྱི་དངོས་པོ་མཐོང་ཚད་བླུགས། བདག་གིས་ག་རེ་བྱེད་དགོས་མིན་མ་ཤེས་པའི་སྐབས། རྒད་པོས་སྒོ་ཤུགས་ཀྱིས་ཕྱེས་ཏེ་ནང་དུ་རྒྱུག་ཕེབས། རྐུན་མ་དེ་ཚོས་རྒྱལ་པོ་ས་ལ་མནན་ཏེ་རྣོ་དྲི་ཕྱིར་བཏོན། དེ་ནས་སྟག་ཡར་ལངས་ཏེ་ང་རོ་བསྒྲགས། སྟག་གི་ང་རོའི་བྲག་ཆ་ཕོ་བྲང་གི་ཁྱམས་ར་དང་ལྡུམ་ར་སོགས་ཕྱི་ནང་གང་སར་ཁྱབ་པས་ཚང་མ་གཉིད་ལས་དཀྲོགས། རྒྱལ་པོའི་སྐུ་སྲོག་སྐྱོབ་པའི་ཆེད་དུ་སྟག་དེ་མཆོངས། རྐུན་མ་གསུམ་པོས་བྲེལ་འཚུབ་ངང། ཚང་མ་མཉམ་དུ་སྒེའུ་ཁུང་གཅིག་གི་ནང་ནས་བྲོས་ཐབས་བྱས་པས། དེར་མཁར་ནས་ལུས། རྒད་པོ་ཐུགས་ཁྲལ་གསོལ་སྐབས། འཁོར་གཡོག་རྣམས་སླེབས་ཡོད་པ་དང། ཁོང་གིས། སྟག་གི་པགས་གདན་དེ་ང་ཚོ་བསྐྱབས་པ་རེད། ད་ནས་བཟུང་ཁོ་འདིར་ཉར་དགོས་རེད། ཅེས་བཀའ་བསྒྲགས། དེ་ནས་བཟུང། སྟག་དེས་གལ་གང་དུ་འདོད་རྒྱུ་འབྱུང་བས། ཕྱག་རྡུང་མི་བྱེད་པར། རྫིང་བུའི་ནང་དུ་ཁྲུས་བྱེད་པ་དང། ནང་མི་མཉམ་དུ་གླིང་ཁ་སྟོང་དུ་འགྲོ་བ། གླང་པོ་ཆེའི་སྟེང་དུ་ཞོན་པ། སྲས་བསོད་ནམས་དང་ལྷན་དུ་རྩེད་མོ་རྩེ་ནས་སྡོད་ཀྱི་ཡོད་ལ། རྒྱལ་པོའི་བཙུན་མོ་ཚོས་ཀྱང་ཁོ་ལ་མཉེས་པོ་གནང་གི་ཡོད། ཁོས་སྲོད་ལྷག་བཟའ་མི་དགོས་པར། ཁ་ལག་དང་བྱ་ཡི་སྐལ་བ་གཅིག་མཚུངས་ཐོབ་ཀྱི་ཡོད། མཚན་མོ་ནང་མིའི་འགྲམ་དུ་ཞལ་བའི་ཐོག་ཉལ་གྱི་ཡོད། ཁོ་ནི་ད་དུང་ཡང་སྟག་ལྤགས་ཀྱི་གདན་ཡིན་ལ། སྟག་གསོན་པོའི་གདན་ཞིག་ཀྱང་ཡིན། ཁོ་ནི་འཛམ་གླིང་ནང་གི་སྟག་ལྤགས་ཀྱི་གདན་ལེགས་ཤོས་དེ་ཡིན་ནོ།